ག་རེ་ཟུག་རེད་ཅིག་ཕྱི་ལོག་གི་ཟླ་ཅིག་མཐུན་རྐྱེན་ཟེར་ན་ཡང་མི་འདུག་ཨོ་དེ་འདྲ་ལ་ཡང་ད་ཞི་དྲག་གིས་ད་དགའ་མོས་ཆེན་པོ་བྱས་ཅེས་རེད་པ། ཨེ་འདྲ་རབས་ཀྱིས་མ་ད་བོད་པའི་གི་རིག་གནས་ཀྱི་ཐོག་ལ་ད་ཤུགས་དྲག་པོ་བརྒྱབ་ཅེས་ཨེ་འདྲ་བྱེད་ངེས་དེ་ཚོས་ཉུང་ཉུང་དྲག་པོ་བྱ་གི་འདུག་ཨ་ད་ང་མང་པོ་ཐུག་གི་ཡོད་རེད་བལ་ཡུལ་དེ་བ་ལ་མང་པོ་ཚོགས་འདུ་མང་པོ་ཚོགས་ཤིང་བོད་པའི་གཞོན་སྐྱེས་མཉམ་དུ་ཚོགས་འདུ་མང་པོ་ཚུགས་པ་ཡིན་རེད་པ། ཨ་དེ་འདྲ་སོང་ཙང་ཨ་ནི་དེའི་ཐོག་ནས་ནི་སེམས་པ་དགའ་པོ་བྱུང་ཨ་ནི་ཁྱང་བརྩེགས་རྩོམ་པ་དེ་དཔེ་མཛོད་ཁང་གི་མིས་ཐུགས་འགན་བཞེས། ཁྱང་བརྩེགས་རྩོམ་པ་དེ་སེམས་པ་དགའ་བོ་ཞིག་བྱུང། ཁྱང་བརྩེགས་ལ་ད་ལོ་གཞོན་གཞོན་རེད། ད་ལྟ་ད་མི་སྐྱབས་འགྲོ་ཆུ་ཐུགས་རྗེ་སྐར་ཆེན་གྱི་ཕྱི་ནང་གི་ཤེས་ཡོན་ཡག་པོ་རག་བསྡད་ཡོད་རེད། འདི་གང་ལ་ཡ། ཨ་ནི། ད་ལོ་ཙཱ་བ་གནང་ཡས་ཡིན་ནའི་འདྲ་འདུག་གཞའང་ཕྱོགས་གཅིག་ལྟ་དུས་ནི་བོད་པའི་རིག་གཞུང་ཐོག་ལ་ཡང་རྐང་འཛིན་འདྲ་པོ་གནང་བཅས་དེ་འདྲའི་ཕྱོགས་ལ་ཕྱག་ལས་གནང་ཡས་ཡིན་ནའི་འདྲ་འདུག་ད་དེ་ཚོ་དྲངས་ཏེ། དེ་འདྲའི་ལྟ་བུ་ཅིག་ད་མིག་ཡོད་ཆེད་དུ་དེ་ཕེབས་པ་ཡིན་ཙང་སེམས་ལ་དགའ་ཚོར་ཆེན་པོ་བྱུང། འོ་དེ་ཞུ་ཡ་རེད། ད་རིག་གནས་སའི་དེ་ནང་ལ་ག་རེ་ཚུད་ཀྱི་ཡོད་རེད་ད་མང་པོ་ཞུ་གི་ཚུད་ཀྱི་འདུག་ཨ་རིག་གནས་སའི་ནང་ལོགས་ལ་ད་མང་པོ་ཞུ་གི་ཚུད་ཀྱི་ཡོད་རེད་ཨ་ནི། ད་ངས་གང་དགའ་གྲངས་དགའ་ཡས་རྒྱབ་ཐུག་གི་ཨ་ཡོད་ཨ་ལས་དེ་ཚོའི་སྐོར་བཤད་ཡ་ད་ཕ་ས་ཞག་ནས

ཨོ་དེ་འདྲ་ཅིག་མཐོང་ནས་ནི་ད་ཞུས་ན་བསམས་སོ། དེ་སྒོ་ནས་དེ་འདྲ་གསུང་གི་འདུག་ཨ་ག་ཚང་བླ་བ་ཀུན་གྱི་གཞི་འཛིན་ཅིང་རིག་བྱེད་སྨྲ་བ་རྣམས་ཀྱི་མིང་ཚིག་བརྗོད་པ་ཀུན་ཡི་གེ་བརྗོད་པར་ཤེས་པར་བྱ་ཡོར་བ། བྱས་ཙང་བླ་བ་ཀུན་གྱི་གཞི་འཛིན་ཅིང་ཟེར། ད་དེ་དང་པོ་ཁོ་རང་ནས་དེ་ཁར་སོ་དེ་ད་ག་ཤེད་ང་ཚོ་ད་ཆུ་ཁྱི་ཐུ་མི་ས་མུ་རི་མ་བེད་གོང་ལེ་བོད་པའི་རིགས་དེ་སྐད་ཡིག་ཡོད་རེད་ཟེར་གི་རེད་བ། ད་ག་ཤེད་ཟེར་ན་ད་ཐུ་མི་ས་མུ་རི་གསར་པ་བཟོས་པ་རེད་ཟེར། ད་ད་རིང་ས་ཕ་ཆེན་ཐུ་མི་ས་མུ་དྲག་གསར་པ་བཟོས་པ་རེད་ད་དེ་འདྲ་རང་ད་མ་རེད་ཟེར་ད་ཐུ་མི་ས་མུ་དྲག་གི་བོད་ཀྱི་སྐད་ཡིག་དེ་ཨ་ནི་བརྡ་སྤྲོད་ཀྱི་ལམ་ནས་དྲངས་བྱས་ག་ད་པེ་ཏེ་སྤུས་དག་པོ་ཞིབ་པོ་ཞིག་བཟོས་པ་རེད་ཟེར། འདི་བཟོ་དགོས་རྒྱུ་མཚན་ག་རེད་ཟེར་ན་ད་ནང་པའི་གི་ནི་ག་ས་ནང་ཆོས་དེ་ནི་བོད་སྐད་ནང་བསྒྱུར་དགོས་ཡོད་དུས་ད Sanskrit གི་སྐད་དང་དོ་མཉམ་པའི་ཨ་ནི་བོད་པའི་གི་སྐད་དེ་དགོས་ཀྱི་ཡོད་རེད་ཟེར་དེ་མ་བྱུང་ན་ཨ་ནི་ཕ་ནས་ཚུ་བསྒྱུར་དུས་ད་ནི་ཨ་ནི་གྲ་གྲུ་མ་མཉམ་པ་ཟེར་དེ་ཡོང་ཡ་ཁག་པོ་ཆི་ཡོང་རེད་ཟེར་དེ་འདྲ་ཡིན་པ་སོང་ད་ད Sanskrit སྐད་དང་ནི་གཅིག་པའི་གི་བོད་པའི་གི་ཡིག་གི་ནི་དོ་མཉམ་པ་འདྲ་བ་ཅིག་ད་དེ་འདྲ་ཅིག་གི་ཐོག་ནས་ནི

གྱུར་བསྒུགས་ཡོད་རེད། ཨེ་ནི་སྐད་དེ་ག་རི་ནང་གནས་བསྡད་ཡོད་སམ Sanskrit ནང་གནས་བསྡད་ཡོད་རེད། དེའི་ཚུལ་བོད་སྐད་དུ་བསྒྱུར་དུས་ཚོད་ནི་བོད་པའི་སྐད་ཡིག་དེ་དེ་དང་དོ་མཉམ་པ་ཅིག་མ་བྱུང་ན། ཨེ་ནི་ཆ་ཚང་གཅིག་བསྒྱུར་ཐུབ་པའི་ཁག་པོ་ཅིག་རེད་པ། འོང་དེ་འདྲས་ཀྱི་ད་དགོས་པ་ཅིག་གི་ཆེད་དུ་རྩོད་པ་ཡིན་ཙང། ཨེ་ནི་ཕ་ཅིག་དམིགས་ཡུལ་ཁོ་རང་རང་བླ་བ་ཀུན་གྱི་གཞི་འཛིན་ཅིག་ཡིན་ཟེར་རེད་པ། འོང། ད་ནང་པ་ལ་གྲགས་པའི་གེ་ནི་ཅིག་ཚུལ་ཁྲིམས་བླ་བ་ལ་སོགས་པའི་བླ་བ་གསུམ་པོ་དེ་རྒྱལ་དེ་གི་ད་གཞི་རྟེན་དེ། ཨེ་ནི།

རེད་བ། ཨོ་དེ་འདྲ་ཡིན་པ་སོང་ཙང་ཨ་ནི་ག་རེ་ག་རེ་གནད་འགག་ག་རེ་ཆགས་བསྡད་གི་བ་རེད་ཟེར་ན། བོད་པའི་སྐད་ཡིག་དེ་ཟེར་བ། ད་ནང་ཆོས་ཀྱི་ནང་ལོགས་ཡོད་པའི་གི་ད་བསླབ་བྱའི་གནད་གང་དང་གང་ཡོད་ན་དེ་ག་དེ་ད་ག་ད་ཆ་ཚང་ག་ཅིག་མ་ནོར་བ་ཅིག་ཁྲ་ཁྲུ་མ་ཉམས་པ་ཅིག་བསྟན་ཡག་གི་ཆེད་དུ་གཙོ་བོ་དེའི་ཆེད་དུ་རྩོམ་བཞག་ཟེར་གི་ཡར་རྒྱས་བཏང་བཏང་བཞག་ཟེར་རེད་བ། དེ་འདྲ་ཡིན་དུས་ད་ནི་ད་དེ་གི་ཨ་ནི་རིག་གནས་ཟེར་ན་མི་འདུག་རིག་གནས་ཀུན་གྱི་ད་གནད་ས་གི་གཞི་རྟེན་དེ། བུ་ཡིས་ཆ་ཡོད་པ་ཟ་དེ་ཞེ་བུ་ཀྱི་གལ་ཆེན་པོ་རེད་དོ། ཞེ་བུ་གལ་ཆེན་པོ་རེད་བཞག་ཟེར། དཔེར་ན་སྐལ་ཆེན་ཡོངས་འཛིན་ཡེ་ཤེས་རྒྱ་མཚན་གསུང་ཆོས་གནང་པའི་སྐབས་ཅིག་ལ་ཡང་ཨ་ནི་དེ་གསུངས་ཡོད་རེད། བོད་ཡིག་གི་ཨ་ནི་ཅིག་དག་སྡེབ་དག་ཆ་དང་སྡེབ་འོ་འདི་བརྒྱད་དེ་ཨ་ནི་ཅིག་གི་ཉམས་རྒུད་ཕྱིན་པ་ཡིན་ན་ཟེར། ཉམས་རྒུད་ཕྱིན་པ་ཡིན་ན་ཨ་ནི་ནང་པའི་གི་ཨ་ནི་ཅིག་གི། ལྟ་སྤྱོད། ལྟ་སྟོན་པས་ཨ་ནི་བསྟན་བཅོས་འདི་སྐད་དེ་གང་སྤུས་དག་པོ་མེད་པ་ཆགས་ཀྱི་རེད་ཟེར་དེ་ཆགས་ན་ཨ་ནི་ད་ཕ་ཆེན་ནང་པའི་གི་ལྟ་གྲུབ་སྤུས་དག་པོ་དེ་སྐད་དེ་ཁུངས་སྐྱེལ་མ་ཐུབ་པ་བཟོ་བྱེད་ཁུངས་སྐྱེལ་མ་ཐུབ་པ་ཙམ་ནི་ཉམས་ལེན་བྱས་མེད་པ་ཉམས་ལེན་བྱས་པ་ནི་རྟོགས་པ་རྒྱུད་ལ་མ་སྐྱེས་ལ་སོགས་པ་མང་པོ་ཅིག་ད་གང་འདྲ་ཆོས་སྒྲུབ་ཀྱི་རེད་ཟེར་དེ་འདྲ་ཡིན་པ་སོང་ཙང་ཨ་ནི་ཡི་གེ་བེད་དེ་ཨ་ནི་སྤུས་དག་པོ་གསུམ་བརྡ་སྤྲོད་དང་མཐུན་པ་བྱས་ནས་ཨ་ནི་བེད་བྲིས་དགོས་ཡ་དང་ཉར་དགོས་ཡ་དང་ཡར་རྒྱས་གཏང་དགོས་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་ཟེར། ར། བདག་གིས་བསླབ་པ་ཀུན་གྱི་གཞི་འཛིན་རིག་བྱེད་སྨྲ་བ་རྣམས་ཀྱི་རྒྱུ་ཟེར་ཏེ་གཅིག་པ་ཕྱག་དྲུག་གི་དུ་བ། ཨོ་དེ་འདྲ་ཡིན་ཙང་ནི། ཁྱེད་རང་ཚོ་དགོངས་པ་ག་རེ་བཞེས་གི་ཡོད་ན་ངས་ད་ལྟ་བོད་ཡིག་འདི་གལ་ཆེན་པོ་ཡིན་པ་ཞིག་ད་བཤད་དགོ་བསམ་བསྡད་པ་རེད་ད། གཅིག་བྱས་ན། སྔོན་མ་དགེ་རྒན་གཅིག་ལ་ཡ་དགེ་རྒན་གཅིག་ལ་དགེ་སྒྲུབ་བྱས་པ་རེད། ཨ་ནི་དགེ་རྒན་དེའི་སྒོ་ང་གཉིས་བཙོས་རེད། སྒོ་ང་གཉིས་བཙོས་ནས། ཨ་ནི་དགེ་རྒན་དེ་ད་དྲག་ཟེར་ནས་གཅིག་ཕེབས་ཁོག་བྱུང་ཡིན་ཟེར་བ། བྱུང་ནས་ཨ་ནི། སྤུ་གུ་དེ་ལ་ཡ་ད་སྒོ་ང་མ་ཟ་ཨ་ཟེར། སྒོ་ང་མ་ཟ་ཨ་ཟེར། ཡག་པོ་ཞིག་བདག་པོ་བརྒྱབ་ཤག་མ་བརྒྱབ་མ་ཟ་བ་ལབ་རེད་ཟེར། ཨ་སྤུ་གུ་དེ་སྒོ་ང་ཟ་གཉིས་ཞི་བོ་ཞིག་བསྟོད་ནས། ཟ་གཉིས་ཞི་བོ་ཞིག་བསྡད་རྗེས་ཨ་ནི་ཁོས་སྒོ་ང་གཅིག་ཟས་ཤག་ཡིན་པ་རེད་རྒན་ལ་མི་ཞུ་བར་ལབ། ཟས་དེ་ཨ་ནི་ད་རྒན་ལ་ཚུར་ཕེབས་ཀྱི་རེད་བ། རྒན་ལ་ཕེབས་དུས་ད་སྒོ་ང་གཅིག་མ་གཏོགས་ཡོད་མ་རེད་བ།

ཨོ་ཁག་པ་ཁག་པོ་ཡིན་པ་འདྲ་བ། ང་ཚོ་ཚད་མ་གསལ་ཐིག་སྐོར་རང་སྦྱང་དུས་རྩ་ནས་མང་པོ་ཞུ་ཅིག་སྦྱང་གིར་བ་ད་ཚད་མ་གསལ་དུས་རྩ་ནས་ཅིག་ཨོ། ད་སྤྱི་དང་ཚད་མ་གསལ་དུས་རྩ་ནས་ད་བློ་ལ་ཤ་གིར་བ། ཨེ་འདི་ནི་ཡང་ཅིག་པེ་ཀེ་ཅིག་ག་སུ་རེ། སྒྲུབ་བྱེད་ལ་ཤ་ཡ་ཡོང་གི་རེད་བ། བརྗོད་བྱེད་ཀྱི་སྒྲ་ལ་ཤ་ཡ་ཡོང་སྲིད་ཀྱི་རེད་བ་ད་འདི་འདྲ་སྒྲ་མ་འདྲ་ཡོང་གིར་བ། བྱས་ཙང

དེ་འཇིག་ག་ལ་ན་ད་ལྟ་འདི་ཁག་པོ་ཡོད་རེད། དེ་གི་དཔེ་དོན་དག་ཏིང་རིང་པོ་ཅིག། དཔེར་ན་ང་ཚོ་དེ་རྣམ་འགྲེལ་ཟེར་སྒོ་དང་པོ་དེ་བ་རྩོད་དུས་རྩ་ནས་ཕྱོགས་ཆོས་དེ་ཆ་ཁྱབ་པ་ཡི་ཟེར་གྱི་ཡོད་རེད། ཨོ་ཕྱོགས་ཆོས་དེ་ཁྱེད་ཚོ་རྣམ་འགྲེལ་རྩོད་ཉུང་གི་ཡོད་རྒྱུ་རེད་པ་དེ་བ། ཕྱོགས་ཆོས་དེ་ཆ་ཁྱབ་པ་ཡི་ཟེར་ཕྱོགས་ཆོས་ཟེར་གྱི་ཡོད་རེད་པ་དེ་སྐོར་ལ་ཕྱོགས་སྒྲ་ཟེར་འཛིན་སྒྲ་ཅིག་རེད། ཕྱོགས་ཆོས་ཟེར་དེ་འཛིན་སྒྲ་ཅིག་ཚུགས་ཀི་རེད། ཉི་མ་བཅོ་ལྔ་ཚོད་ཅིག་རེད་ད་ཉི་མ་བཅོ་ལྔ་ཚོད་རྩོད་པ་ཚོས་དེ་དགེ་རྒན་དཔེ་ཆ་བྲིས་སོ་སོ་དཔེ་ཆ་ཀློག་ཨ་ནི་རྟགས་གསལ་བཏང། ད་བས་ཕྱོགས་ཆོས་ཟེར་གཅིག་པོར་ད། ཨ་དེ་རྗེས་ཁྱབ་པ་ཡིན་ཟེར་ཏེ་ཡང་ལོ་རྗེས་མ་རྩོད་ཡ་རེད། འོ། ད། གཏིང་གཏིང་ཟབ་པོ་ཡོད་རེད། ད་དེ། གང་གཱ་མགོ་ཚོས་པ་དེ་དངོས་གནས་དྲང་གནས་ཀྱི་ཤེས་པ་ཅིག་པས་ཆོག་ཆོས་དེ་རྗེས་ཁྱབ་པ་ཡིན་ཟེར་ཏེ་གང་གཱ་མགོ་ཚོས་པར་བྱེད་ན་ད་རྟགས་ཡང་དག་ཟེར་ཏེ་ཤེས་འགྲོ་དགོས་རེད་པ། ད་རྟགས་ཡང་དག་ཤེས་འདོད་དོན་ནི་བསྒྲུབ་བྱའི་ཡང་དག་ཤེས་པ་རེད། བསྒྲུབ་བྱ་ཡང་དག་དེ་ལ་བརྟེན་ནས་ཨ་ནི་གར་སྐྱེ་བོ་རེད། ཨ་ནི་དོན་དག་དེ་རྟོགས་ངེས་ཀྱི་བློ། ཚད་མ་སྐྱེས་དགོས་ཀྱི་ཡོད་རེད། སྒྲུབ་བྱེད་ཡང་དག་པ་སྒྲུབ་བྱེད་མ་ནོར་ཞིག་སྒྲུབ་བྱེད་མ་ནོར་བ་ཅིག་སྒྲུབ་བྱེད་ཟུར་ཟླ་རྒྱུ་མཚན reason འདྲ་པོ་ཆེར་བ logic ག་རེ་ནི་གཅིག་ཅན་དེ་འདྲ་ཅིག་ཡང་དག་པ་ཅིག་ཡོད་ན་རྒྱུ་མཚན་ཡང་དག་པ་མ་ནོར་ཅིག་ཡོད་ན་དེ་ལ་བརྟེན་ནས་ཨ་ནི་གནས་ཚུལ་གཏིང་རིང་པོ་ཅིག་པ་དེ་སྔོན་མ་མ་ཤེས་གི་ཅིག་ད་ག་འདི་ཤེས་པ་ཆགས་ཐུབ་ཀི་ཡོད་རེད། དེ་ལ་བརྟེན་ནས་ཨ་ནི་འདི་ཤེས་པའི་ཤེས་པ་དེ་དང་པོ་སྐྱེས་ཡོང་དུས་དེ་ལ་ག་རེ་ཟེར་གི་ཚད་མ་ཟེར་གི་བ་རེད།

ཁ་སང་བུ་མོ་དེས་དྲི་བ་བཀོད་ཡོང་དུས་ང་ལ་མཚན་མ་ག་རེ་རེད་ཟེར། ད་མཚན་མ་དེ་ཕྱོགས་གཅིག་འགྲེལ་བཤད་བྱས་ན་ཕྱོགས་གཅིག་ལས་འགྲོ་གི་འདུག་ཕྱོགས་གཅིག་འགྲེལ་བཤད་ན་ཡ། ད་དབྱིན་ཇི་སྐད་ང་དབྱིན་ཇི་ཡག་པོ་ཡོད་མ་རེད་བ། ད་དབྱིན་ཇི་ནང་བྲིས་དགོས་རེད་བ། མོ་རང་བོད་བོད་ཡིག་ཡག་པོ་ཡོད་མ་རེད། ད། སྐྱར་ཟློས་ད་བོད་ཡིག་ནང་བྲིས་ཡས་འགྲོ་ན་ང་དེ་ཚོ་ཡང་སྐྱོར་ཡས་ཡོད་རེད་བྲིས་ཡས་ཡོད་རེད། བཤད་ཡས་རེད་བ། ད་དབྱིན་ཇི་སྐད་ནང་ལ་ད་ཁས། དྲི་ཞིག་རྒྱ་ཡི་ཁག་པོ་དཔེ་དོག་ཨ། ཡུལ་འདི་ལ་བཤད་ཁ་འགྲོ་ན་ནི་ཡུལ་ཅན་དེ་གོ་ཐོས་མི་འདུག་ཡུལ་ཅན་དེ་བཤད་ཁ་ཆེ་ན་ནི་གྲུབ་བྱེད་དེ་བཤད་ཐུག་གི་མི་འདུག་གྲུབ་བྱེད་དེ་བཤད་ཁ་ཆེ་ན་གྲུབ་བྱེད་སྐོར་ར་རྒྱབ་ནས་ཕྱོགས་ཆོས་དེ་བྱས་ཁྱབ་པ་ཡི་སེ་འབྲས་དང་བཤད་ཐུག་ཡས་སྐོར་ཡོད་མ་ར་བ། ཨན་དེ་ཁྱབ་བ་ད་ཟེར་ནས་ད་ལྟ་ཨིན་ཇི་སྐད་ན་སླེབས་ཀྱི་ཡོད་མ་ར་བ། ཨོ། རྟགས་གསལ་བཏང་ཡས་དེ་ད་སླེབས་ཀྱི་ཡོད་མ་རེད་ཨོ། ད་དེ་གཏམ་ད་ལ་ངེད་ཀྱི་ཅིག་ཡོད་ངོ་ཤེས་པ་ཁྲིམས་དཔོན་ཅིག་ཡོད་ཁོས་གི་རྟགས་གསལ་དེ་ཤོག་ཁྲོ་བ་ཆེན་པོ་ཡོད་ས་རེ་ག་རེ་འདྲ་བོ་ཅིག་ལབ་ཀྱི་ཡོད་རེད་ཟེར་གྱི་འདུག་ཨ།

ཨ། བྱས་ཙང་སྐད། བོད་པའི་སྐད་དེ་ད་ཅིག་ད་ལྟ་ང་ཚོས་ཀྱི་དཔེར་ན་ཚན་རིག་སོགས་འདྲ་པོ་དང། ཨ་ནི་ཚོང་རིག་སོབ་ལྟ་འདྲ་པོ་དང། ཆབ་སྲིད་སོབ་ལྟ་འདྲ་པོ་དེ་འདྲའི་ནང་ལོགས་ལ་ང་ཚོས་བོད་པའི་སྐད་ལ་དེ་ཚིག་དཀའ་ངལ་ཡོད་རེད་རོ། མ་གཏོགས་པ་ད་ནང་ཆོས་ཐུགས་རྒྱུད་ད་ནི་ད་དངོས་གནས་ད་ནི་པ་དེ་ད་ཧ་ལས་པའི་གི་ད་སྤུས་དག་པོ་ཅིག་འགྱུར་བཞག་ཡོད་རེད་ལ། འགྱུར་བ་ནང་བཞིན་འགྱུར་ནི་ཀོ་དཔེ་ཆ་ན་བཞག་བཞག་ཡོད་མ་རེད།

ཨང། ཁ་བོ་དཔེ་ཡོད་རེད། ཨང། ཁ་བོ་དཔེ་ཡོད་རེད། ང་དེར་སང་དེའི་ཐོག་ལ། སྒྲོག་ཆོག་ལ་རྒྱུས་ཡོད་རེད། བོ་དོང་ཐོག་ལ་ཞིབ་འཇུག་བྱེད་དགོས་བ་རེད། ཕྱི་རྒྱལ་མཁས་པ་དེ་འདྲ་སྐད་ཆ་དྲིས་ཀྱི་འདུག་ང་ལ་སྐད་ཆ་དྲིས་ནས་ཁྱེད་རང་ད་ཞིབ་འཇུག་ག་རེ་བྱས་བ་ཟེར། ཨེ་དེབ་བྲིས་བས་ཟེར། ཁོ་ཚོས་ཀྱིས་ད་ཞིབ་འཇུག་བྱས་ཚོད་དེབ་ཅིག་བྲིས་ན་ཚར་རེད་བསམ་གྱི་འདུག་བ། ཨ། ཞིབ་འཇུག་བྱས་ལབ་དུས་རྩ་ནད་དེབ་ཅིག་བྲིས། ཕ་ནི་ཕ་ནི་བལྟས་ཀློག་མགོ་བོས་བོས་རབ་ཀྱིས་ཀློག། དེ་ཅོག་དེ་མགོ་བོས་བོས་རེ་ཀློག་མི་བརྒྱ་ཉིས་བརྒྱ་བྱས་ལ་ཅི་འཚམས་བཅར་འདྲི་འདྲ་པོ་བྱས། ཨན་དེ་ལྟར་གང་གང་ཕྱོགས་སྟོན་འདྲ་པོ་ཅིག་བྲིས་ནས་ཨན་དེབ་ཅིག་འདི་ཅིག་བྲིས་ནས་ཨན་དེའི་ཐོག་ནས་ཨན་ནི་ཅིག་རག་ན་ད་དེ་ད་ངེད་ཀྱི་བོ་དོང་གི་གསུང་བོ་དོང་གི་ཆོས་འདི་ཨན་ནི་སླར་གསོ་བྱས་རེ་བསམ་གྱི་འདུག་ག། འདི་ལྟར་ཁྱད་བཀོད་ཅིག་མ་རེད་པ་སྐད་སྐད་མ་རེད་ད། ནང་པའི་ཆོས་སླར་གསོ་བྱས་ལབ་དུས་ད་ནི་ནང་པའི་ཆོས་སླར་གསོ་བྱས་ཟིན་དུས་ད་ནི་ག་རེ་གོ་དགོས་རེད་ད། ཨ་ལས་དང་པོ་གསུང་འདི་སྐད་དེ་གང་ག་གོ་དགོས་ཡ་རེད། ཨ་ནི་གསུང་འདི་སྐད་དེ་གང་ག་ལོ། དེབ་བྲིས་པ་ཅིག་འབྲི་དགོས་མ་རེད་ད། དེབ་བྲིས་པ་ཅིག་པོ་འབྲི་དགོས་ཡ་མ་རེད། གསུང་འདི་སྐད་དེ་གང་ག་མ་ཉམས་པ་ཅིག་གོ་དགོས་ཡ་རེད་མ་བཀླགས་པ་ཅིག་གོ་དགོས་ཡ་རེད། ད་གསུང་འདི་སྐད་དེ་ཡོད་པ་ཅིག་པོ་འབྲི་དགོས་ཡ་མ་རེད། གཅིག་པུ་འདི་སྐད་བ་མར་ག་རི་བསྐོར་ན་གསུང་འདི་སྐད་དེ། བླ་མ་མཚན་ལྡན་གྱི་སྐུ་མདུན་ནི་དགེ་རྒན་མཚན་ལྡན་སྐུ་མདུན་འདི་ཚོ་ཁྲིད་དང་ལུང་དང་མན་ངག་དང་འདི་ཚོ་ཚང་མ་གོ་གི་ཡོད་རེད། དེ་སྐད་དུ་ཚང་མ་བྱུང་ན་ཨེ་ནི་གཞི་ནས་ཨེ་ནི་སོ་སོ་ཡང་སོ་སོ་བདེན་ཨེ་ནི་ཉམས་ལེན་བྱེད་ཨེ་ནི་རྟོགས་པ་རྒྱུད་ལ་སྐྱེ་དགོས་པར་བ། བྱས་ཙང་དང་པོ་དེ་ལ་ཐོས་པ་བྱེད་དགོས་པར་བ། ཐོས་པ་བྱས་རྩ་བ་བྱས་ལ་བརྟག་དཔྱད་མང་པོ་བྱས་རྗེས་བརྟག་དཔྱད་མང་པོ་བྱས་རྒྱུ་མཚན་ད་གིན་ད་ཚད་མ་ཚད་མའི་སྒོ་ནས་བརྟག་དཔྱད་བྱས་པ་ན་བརྟག་དཔྱད་བྱས་རྗེས་དཔེ་ངེས་པ་རྙེད་པ་ཞིག་གོ་དགོས་པ་རེད་པས་ད་དེ་ཏན་ཏན་རེད་ཤག་སྲིད་པས་ད་དེ་ནོར་མི་འདུག་པས་ད་ག་རང་རེད་ཤག་བསམ་པ་ཅིག་སེམས་ན་སླེབས་དགོས་ག་རེད་སླེབས་ཚར་ན་ཨ་ཕ་དེ་འདྲ་ཡག་ག་ལ་བསམ་སྐྱེ་དགོས་རེད་བ་སྐྱེ་དུས་ད་ནི་ཤི་ནས་སྒོམ་བརྒྱབ་ན་ཨ་ནི་སྒོམ་སྐྱེ་ན་རྒྱུད་ལ་སྐྱེ་དགོས་བ་རེད་སྐྱེ་དུས་ད་ནི་བླ་མས་གསུངས་པ་དེ་དཔེ་ཆའི་ནང་ལ་ཡོད་རེད་ཡོད་བ་དེ་བླ་མས་ངོ་སྤྲད་ངོ་སྤྲད་པ་དེ་སོ་སོས་མ་ནོར་ར་ཅིག་ཉན། དེ་མ་ནོར་བར་ཉན་པ་དེ་གལ་ཏེ་ཚང་མ་ལ་བསམ་བློ་མང་པོ་བཏང་བསམ་བློ་མང་པོ་བཏང་པ་དེ་ཨེ་ཤེས་ནས་སྒོམ་བརྒྱབ་ཉམས་ལེན་བྱས་ནས་ཨེ་རྟོགས་པ་རྒྱུད་ལ་སྐྱེ་དུས་དང་ཨ་བདེན་པ་རེད་འདུག་ཨ་ཟེར། དཔེ་ཆ་ནང་ལ་ཨི་འདྲས་གསུངས་འདུག་དེ་འདྲས་དེ་འདྲས་དེ་འདྲས་བྱས་ན་རྟོགས་པ་དེ་རྒྱུད་ལ་སྐྱེ་གི་གསུངས་ཡ་དེ་ཏག་ཏག་རེད་འདུག་ཨ་ཟེར། ཨ་འདི་གཞི་ནས་ད་བོ་ལྡོང་ཆོས་བརྒྱུད་སླར་གསོ་བྱས་ལབ་འདུག་ཨ་རེད། དེབ་ཁ་ཤས་ཅིག་བྲིས་པ་ཅིག་ལ་ཕན་ཐོགས་གལ་འདི་ཧ་ལས་གལ་ཡོད་མ་རེད་བ་ཧོ། དེ་དེབ་བྲིས་པ་དེ་སྡུག་ཅག་རེད་ལབ་དགོས་མ་རེད་ད། དེ་ཡང་རྦད་དེ་ཞི་བོ་འཇོན་པ་རེད་བ་ད་ཡིན་ན་ཡང་རྦད་དེ་གཅིག་ནང་པའི་གི་ལྟ་གྲུབ་འཁྱེར་སྟངས་སྦྱོར་བ་འཁྱེར་སྟངས་དང་ཨ་ནི་བོད་པའི་སྐད་ཡིག་འདི་གི་ལྟ་གྲུབ་འདི་ག་ག་འདྲ་ཟིན་ནས་འཁེལ་ཡོང་གི་འདུག་ག་འདྲ་ཟིན་ནས་མི་ལ་སྐྱེལ་གི་འདུག་སྐྱེལ་བྱེད་ག་ཚོད་ག་ཚོད་ཕན་ཐོགས་ཡོང་གི་འདུག་དེ་ང་ཚོ་བསམ་བློ་ན་ཞིབ་པོ་ཞིག་སླེབས་དགོས་འདུག་ཨང། ཨོ་དེ་འདྲ་ཡིན་དུས་ད་ནི་གཅིག་སྐད་ཡིག་གཞན་དག་དང་མ་འདྲ་གི། ཁོ་རང་ལ་ལྗིད་ཁོག་ཞིབ་པོ་ཞིག་འདུག་ཨ་ལྗིད་ཁོག་ཞིབ་པོ་ཞིག་ག་རེ་ཟེར་ན་དཔེར་ན་ད་ཨེ།

དེ་སྐད་དུ་ཉོག་གོ་རེད། དེ་སྐད་དུ་བེད་སྤྱོད་བཏང་ཤེས་གོ་རེད་བ། ད་ཤེས་ནས་དེ་འདི་ན་ཧ་ལ་མ་ཏུ་ལ་ཡ་ནི་ཁེ་ཡོད་མ་རེད་བ། ཨ། དེ་ནས་པས་དཀའ་ལས་འདུག་བ། དེ་འདྲ་བྱས་ནས་ད་འགའ་ཤས་སྨྱོན་པ་ཆགས་ངེས་འདུག་བ། རང་བཞིན་རྒྱག་ངེས་འདུག་བ། ཨ། ད་ག་ད་དེ་སྐད་དུ་ཡར་རྒྱས་ག་ཚོད་ཕྱིན་ན་རེད་ད། ཡར་རྒྱས་ག་ཚོད་ཕྱིན་ན་ཡང། སེམས་པ་སངས་དུ་འགྲོ་ཡ་ཁག་པོ་རེད་དོ། བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡ་ཁག་པོ་རེད། སྟོང་ཉིད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་ཡ་ཁག་པོ་རེད། ཕར་ཕྱིན་དྲུག་ཉམས་ལེན་བྱེད་ཐུབ་ཡ་ཁག་པོ་རེད། རེད་བ། ཨ་འཇིགས་པས་སོ་སོའི་རྒྱུད་ཀྱི་ཉོན་མོངས་རྐྱེན་མེད་པར་བཟོ་ཡ་ཁག་པོ་རེད། གཞན་རྒྱུད་ལ་ཡི་ཉོན་མོངས་མེད་པར་བཟོ་ཡ་བསླབ་བྱ་རྒྱག་ཡ་ཁག་པོ་རེད། ག་རེ་རྒྱག་རེད་ཟེར་ན་དཔེ་ཞག་མང་པོ་བསགས་བ་རེད། ད་ལོ་ག་རེད་ད་ད་ལོ་ཡང་བསྐྱར་ད་ད་ད་ཐོན་ཐོན་ཚར་རེད་ཐོན་རེད་ཅིག iPhone seven plus ན་ཅིག་ཐོན་འདུག་ཨ། ད་ག་ལས་ལ་ཨ་འོང།

མི་ཤེས་ཐག་བཅད་མཁན་དེ་འདྲ་ཅིག་དྲུག་བདུན་ཅིག་སྲོག་སྐྱོབ་མྱོང། ཤེས་ཐག་བཅད་ནས། དཔེ་ཤག་ཡོད་ད། དཔེ་ཤག་ཡོད་རེད་ཁ་ཁ་ཆ་ཚང་ཡོད་རེད་ཡིན་ན་ཡང། ཁ་ཟས Suicide ཟེར་བ། འི་འདྲ་ཐག་བཅད་དུས་ཚོད་ཟོས་ནས། ཨ་དེ་གཉིས་ང་དེ་ང་ཤེས་ཡིན། ཨ་ཁ་ཆེན་ཤེས་ཁས། ཨ་སྐད་ཆ་ཁྲིག་ཁྲིག་ཁྲིག་ཐ་མ་ཕག་བྱས་ཚུགས་བྱས་དེ་འདྲ་བས་མང་པོ་སྲོག་སྐྱོབ་ཐུབ་ཟེར་བ། ང་ལ་དེ་འདྲ་ཡོད་མ་རེད་ཁོ་ཚོ་ནི་ལྕགས་ལ་ཐུག་ང་ལ་ཡོད་མ་རེད། ཡོད་མ་རེད་ད་ཛམ་ཛ་ལ་ཅིག་ཀུན་ཅོ་ཨོ་ད་གནམ་གཤིས་གསལ་ན་ལ Coffee ཅིག་བཏུང་གི་འདུག་ང་ལ་བེ་ཤ་ཡོད་འགྲོ་མེད་འགྲོ་བསམ་མེད་ཨི་འདྲ་འགྲོ་བ་ཡིན། ཡིན་ན་ཡང་ནང་ལོགས་ལ་ཡ་ནང་པའི་ཆོས་གཏད་ཚུལ་ཅིག་ཡོད་རེད་བ། དེ་གི་ད་རང་ཤི་རང་རྒྱག་གོ་མི་འདུག་ཨ། དེ་ད་བཏགས་བ་རེད་ད་ང་ཚོས་ཇི་ཀོག་བཏགས་བ་རེད་ཁོ་ཚོ་དང་ཇི་ཀོག་བཏགས་ནས་དེ་ག་དམ་ག་དེ་དམ་ག།

ཨེ་ངས་ཨ་མ་ལགས་ལ་རླུང་བསྟན་མྱོང། ཨ་མ་ལགས་དེ་ནས་ཁ་རས་ཟ་དུས་ཚོད་ཨེ་འདྲ་བྱེད་མྱོང་ངས། ཨ་མ་ལགས་བཀའ་ཞུ་བྱེད་འདུག་ཟེར་རོ། བཟའོ་བཟའོ་ཨོ། ཨ་ནི་དེ་རྗེས་ལ་ཡང་ཡང་བརྒྱ་ང་དེ་འདྲ་གོ་སྐབས་མང་པོ་རག་རེད་ད་སྤྱི་བདག་ལས་ཀ་དེ་འདྲ་བྱས་གོ་སྐབས་མང་པོ་རག་རེད་ངས་ཁྱོད་ནི་མ་བྱས་ནས་ད་ནམ་ཞུ་སྦྱང་གི་ཡིན་བསྡད་པར་ད་ང་ལ་དགེ་རྒན་ཡག་པོ་རག་པ་རེད། དགེ་རྒན་ནང་ནས་སྐུ་ལས་རྒྱུན་གྱི་སྤོ་ལ་བརྗོད། ཁོ་ང་ལ་དཔེ་བཀའ་དྲིན་ཆེན་པོ་ཡིན། སྤོ་ལ་དེ་དཔེ་ཆ་ལྟ་མྱོང་འདུག་ཨ། ཁོ་རང་གིས་ཅིག་སློབ་དཔོན་ཀླུ་སྒྲུབ་སྐོར་དང་དེ་དེ་དེ་དེ་དེ། དྲིལ་བུང་སྐོར་དང་གན་ཅོ་བོན་རིན་པོ་ཆེ་སྐོར་མི་ལ་རས་པ་དང་མང་པོ་ཤེས་ཀྱི་རེད། ཨ་དེ་བཤད་བཤད་ང་རང་གིས་ད་ད་དཔེ་ཆ་ཞིག་ལྟ་དགོས་འདུག་བསམ་པ་དེ་བྱུང་ནས། ད་གོ་སྐབས་ཀྱི་ཚང་མ་ངས་གཡུགས་ནས་ད་ང་མཐའ་མ་འདྲ་བོ་དེ་དཔེ་ཆ་ལྟ་ཡི་བྱུང་རུང་ཨ།

གཅིག་བྱས་ན་རེད་བ། དེ་དེ་འདྲ་རེད་ཡིན་རེད་བ། ཨ་ན་ད་རེས་ཙང་ད། གཅིག་དགེ་རྒན་བཟང་པོའི་ཐུགས་རྗེ་བཀའ་དྲིན་ཟེར་ན་མི་འདུག་ནང་པའི་ཆོས་ཀྱི་ཐུགས་རྗེ་བཀའ་དྲིན་ཟེར་ན་མི་འདུག་བོད་པའི་རིག་གཞུང་ཐུགས་རྗེ་བཀའ་དྲིན་ཟེར་ན་མི་འདུག་ང་མི་གཞན་དག་ལ་བསམ་བློ་བཏང་ནས་ང་ལས་ཀ་བལྟས་བལྟས་བྱེད་ཐུབ་ཀྱི་འདུག་ཨ། ཨེ་ང་སེམས་པ་སྐྱིད་པོ་ཡོད་རེད་བ་སེམས་པ་སྐྱིད་པོ་ཡོད་བྱས་ཙང་དེ་འདྲ་ཡིན་ཙང་ང་ཚོ་གཞོན་སྐྱེས་ཚོ་གི་བསམ་བློ་བཏང་རོགས་བྱས་ཡོད་ལ་ཡོད་ད་གདམ་ག་དེ་ཡང། བོད་པའི་རིག་གནས་ཟེར་དེ་གལ་ཆེན་པོ་ཞི་བོ་རེད་བྱས་ཨ་ཟེར་རེད་བ། ཨེ་ནི་བོད་པའི་རིག་གནས་ཀྱི། སྐད་ཡིག་ཁོ་རང་གལ་ཆེན་པོ་ཡིན་པ་ཨ་ཅང་ཇཱ་ཁཱས་ན་ད་ནང་ཆོས་དང་འབྲེལ་བའི་དཔེ་དེབ་བསླབ་བྱའི་གི་རིགས་དེ་ག་ཆ་ཚང་ད་བོད་པའི་སྐད་ཡིག་དུ་འཁྱེར་བསྡད་ཡོད་རེད་བ། དེ་ད་ཤེས་དགོས་གལ་ཆེན་པོ་ཡིན་པ་ད་ཨ་ཅང་ཇཱ་རེད་བ། བསླབ་པ་ཀུན་གྱི་གཞི་འཛིན་ཅིང་གསུང་གི་འདུག་བ། རིག་བྱེད་སྨྲ་བ་རྣམས་ཀྱིས་མིང་རྫུན་བྱེད་པ་ཀུན་གྱི་ཡི་གེའི་སྦྱོར་བ་ཤེས་པར་བྱ་གསུང་གི་འདུག་བ། ད་དེ་དེ་ལག་བྲིས་ཤེས་དགོས་ཡ་གལ་མི་འདུག་བ། ད་དེ་ནི་རིག་གནས་གི་ནང་ད་བོད་པའི་རིག་གནས་ནང་ནི་བོད་པའི་ནང་ཆོས་ཅིག་རེད་བ།

ད་ཁོང་གི་ཐུགས་ཀྱི་བཀའ་དྲིན་དེའི་རྐྱེན་བྱས་ཚེ་ད་ང་རང་ཚོ་འཕག་འཚག་སུ་སླེབས་ཀྱི་ཡིན་ན། བློས་ཡག་གི་ལམ་ཁ་ཐོབ་པའི་ཆེན་པོ་ཞུ་ཟོས་བཞག་གནང་འདུག་ཨ། ད་དེ་ང་ཚོ་བོད་པས་ད་ངེས་པར་དུ་བྱེད་དགོས་རེད་བ། ཕྱི་རྒྱལ་ཕྱི་རྒྱལ་མང་པོ་འདུག་ཕྱི་རྒྱལ་ཕྱི་རྒྱལ་ཕྱི་རྒྱལ་དཔེ་མང་པོ་ཡོད་རེད་ད་དཔེ་ད་མཁས་པ་དེ་འདྲ་མང་པོ་ཡོད་རེད་ཕྱི་རྒྱལ་མཁས་པ་མང་པོ་ཡོད་རེད་བོད་སྐད་ཡག་པོ་རྒྱག་ངེས་བོད་ཡིག་ཡག་པོ་བྲིས་ཐུབ་ངེས། དཔེ་ཆ་ཡག་པོ་བལྟ་ཚང་གི་དེ་ག་རུ་ཡོད་རེད་ད། བོད་པའི་སྤུ་གུ་དེ་ཚོ་ཡོད་རེད་བ། དེ་ནང་མི་སྐྱའི་ནང་ལོགས་ནས་ད་དཔེ་བཟའ་སྦྱངས་བྱས་དངོས་གནས་ཡག་པོ་བྱས་ནས་ད་ནང་པའི་ཆོས་ཀྱི་རྣམ་གཞག་དེ་ཁྱེད་ཚོས་དངོས་གནས་དཔེ་སྤུས་དག་པོ་ཞིག་ཤེས་པ་ཤེས་པ་ཅིག་གི་ཐོག་ལ་ད་ཚན་རིག་དང་མཉམ་དུ་འབྲེལ་བ་བྱས་འདུག་ག་རེའི་ཐོག་ལ་ཡིན་ན་ད་དེ་ནང་ཆོས་དེ་གི་ཕན་ཐོགས་འདུག་ག། ཤེས་ཡོན་ཐོག་ལ་ཡིན་ན་ཕན་ཐོགས་ཞེ་བོ་འདུག་ག། བྱས་ཙང་དེ་འདྲ་ཡིན་དུས་ད་ནི་དེའི་དཔེ་དེ་དེའི་རིག་གཞུང་ཟེར་ན་མི་འདུག་རིག་གནས་དེ་དཔེ་ཞེ་བོ་ཅིག་གལ་ཆེན་པོ་རེད་བཞག་ཟེར།

ཟས་མཐོང་བས་མི་ཆོག་ཟ་དགོས་པ་འདུག། ཆོས་ཐོས་པས་མི་ཆོག་སྒོམ་དགོས་པ་འདུག་གསུངས་པ་རེད། ཁ་ལག་མཐོང་ན་འབྲི་ཡ་ཡོད་མ་རེད། ཨ་གྲོགས་ཁོག་སྟོད་ན་ཁ་ལག་ཐ་ལི་ན་ཡོད་ན་ཨ་ད་ཐོ་ང་ད་ང་ད་གྲོགས་ཁོག་རྒྱག་སོང་ཟེར་ཡ་ཡོད་མ་རེད། ཟ་གོ་རེད་པ་རེད། ཟ་ན་གཞི་ནས་ཨ་ནི་གྲོགས་ཁོག་རྒྱག་ད་ང་འགྲིག་སོང་ཟེར་ད་ད་ཞིམ་པོ་ཞིམ་པོ་བྱུང་ཞིམ་པོ་མི་འདུག་ག་རེ་ཡོད་ཅིག་ལ་ཡོད་ཅིག་ཡོད་རེད་པ། མ་ཟས་ན་ཧ་གོ་མ་རེད་པ། བ། ཨོ་དེ་ནང་བཞིན་ཟས་མཐོང་བས་མི་ཆོག་ཟ་དགོས་པར་འདུག་ཨ། དཔེ་དེ་ནང་བཞིན་ཆོས་ཐོས་པས་ཆོག་གི་མ་རེད་ཉམས་ལེན་བྱེད་སྒོམ་དགོས་པར་འདུག་སྒོམ་ན་གཞི་ནས་སོ་སོའི་རྒྱུད་ལ་ཡང་ཚོར་བ་དེ་སྐྱེ་གི་བ་རེད་ད། ཚོས་སྒོམ་ན་ག་འདྲའི་ཕན་ཐོག་འདུག་ཨོ་བསམ་པ་དེ་རྒྱུད་ལ་སྐྱེ་གི་བ་རེད་སྐྱེས་སོང་ན་ཨ་མོ་ད་དེ་ཡག་པོ་ཞུས་འདུག་ཨ། སོ་སོའི་གས་དེ་ཚོར་གི་རེད་མི་ལ་ཡི་དེ་བསྟན་ཐུབ་གི་རོ་ཨ། དེ་འདྲ་ཅིག་དཔེ་གལ་ཆེན་པོ་རེད་ད། ཨོ། བོད་ཡིག་དེ་གི་སློབ་ཚན་སྤྱི་ཁོག་ཚ་བོ་དེ་འདྲ་ཅིག་ཁེལ་བཞག་བྱས་ཙང་བོད་ཡིག་རིག་གནས་དེ་དཔེ་གལ་ཆེན་པོ་རེད་བཞག་བྱས། རེད་བ། ད་ཁྱེད་བལྟས་པའི་རིག་རིག་གནས་ཀྱི་ནང་ནས་ནང་ཆོས་དེ་ད་ཞི་བུ་ཅིག་ད་རང་གཞན་ཀུན་ལ་འཕྲལ་ད་ཕུག་པས་ད་ད་ད་བ་དམ་བཅའ་བརྒྱབ་པ་ད་ང་ད་རིང་ཤེས་མི་དགོས་བྱས་ན་དེ་འདྲའི་ཕན་ཐོགས་ཡོད་ངེས་ཅིག་རེད་ཤག་དེ་འདྲ་ཡིན་དུས་ད་ད་དེ་དག་ངས་ཤེས་པ་བྱས་ཉམས་ལེན་བྱས་དངོས་གནས་དྲ་གནས་པས་མི་ལ་བཤད་ཐུབ་པའི་ད་སོ་སོའི་གི་ལག་ལེན་བྱས་བྱས་མ་བྱས་ན་ད་ང་ག་བ་བྲིས་བསམ་པ་ཅིག་བྱས་ནས་ད་ད་ཕྱིར་གྲགས་ཡོད་མ་རེད།

རྟེན་འབྱུང་བསྟན་པའི་ཆ་ནས་རེད་པ། དེ་ནང་བཞིན་ད་ངོས་བོད་པའི་གི་རིག་གནས་སྐད་ཡིག་དང་ནང་པའི་ཆོས་དེ་ལ་ངོས་ནས་སོ་སོ་པའི་རྐང་གི་སྟེང་ད་དཔེ་དད་པ་སྐྱེས་ཆུ་སྐྱེས་ནས་པ་ད་དེ་ལ་ད་དཔེ་དེ་ལས་གལ་ཆེ་བྱས་མི་འདུག་བསམ་པ་ཞིག་ད་དེ་ལས་གལ་ཆེ་ད་ང་བྱས་ཁྱོད་ནི་ད་དེ་གལ་ཆེ་ཤོས་རེད་ཤག་བསམ་པ་ཞིག་ད་དཔེ་དཔེ་དེ་སེམས་ཀྱི་གཏིང་ལ་སྐྱེས་པ་ཞིག་གོ་རེ་ད།

དང་པོ་དཔེ་རེད་ཨ། ད་ད་ད་ད་ལས་དེ་འདི་མ་རྫུས་རྡུལ་རྩ་ནི་ཞེ་ར་ར་མེད་ན་མ་དོན་འགྲོ་དེ་ད། འོ་ད་ང་ཀུ་ཅོ་གལ་ཆེན་པོ་ཞིག་ཨུ་ཤེས་སོང་ད་ང་ཆེ་གོ་ཡ་མང་པོ་བྱོས་ཀློག་གོ་ཡ་མང་པོ་བྱོས་ཤེས་གོ་ཡ་མང་པོ་བྱོས་ཤེས་པ་ཙམ་གྱིས་འགྲིག་གི་མེད་ང་ཉམས་ལེན་བྱེད་གོ་ཡ་མང་པོ་བྱོས་ཟེར་ང་པས་ང་མི་སྐྱ་ཡིན་ན་ང་འདི་སྐྱ་ཚང་མ་བྱེད་དགོས་ཀྱི་ཡོད་རེད་ཟེར་ང་སྡུག་བསྔལ་ནི་སྡུག་གི་ཡོད་མ་རེད་ང་བདེ་བ་སྡུག་གི་ཡོད་རེད་ཟེར་བ་ཨ་དེ་ཚོ་ད་ང་བྱེད་དགོས་ཀྱི་ཡོད་བསམ་པ་ཅིག་དེ་བོད་པའི་རིག་གནས་ཀྱི་གནད་འགག་ཤེས་ན་དེ་འདྲ་ཅིག་ཡོང་ས་རེད་བསམ་གྱི་འདུག

ད་དེ་འདྲའི་གཏིང་ཟེར་ཡར་ད་ཤིང་བརྐོས་བཅག་ཡར་ད་དེ་འདྲ་མང་པོ་འདུག་ཨ། ད་དེ་ཚོ་ང་ཞུ་མོ་ག་བྱེད། ད་ཨ་ལས་བོད་པའི་སྐད་ཡིག་དེ་བྱས། ཨ་ནི། དེའི་གི་ཨ་ནི་དཔེ་དེ་ད་འདི་ཉར་ཚགས་བྱས་བསྡད་པའི་གི་རེད་བ། ཨ་ནི་ནང་པའི་ཆོས། ཨ་ནང་པའི་ཆོས་གི་ནང་ལོག་གི་ད་དཔེ་མདོ་སྔགས་གི་ད། དཔེ་མང་པོ་ཡོད་རེད་བ་ད་དཔེ་ན་ངས་ད་གི་དཔེ་དོན་བྱས་པ་ཚད་མ་རིག་པ་བཞག་སོང་ཨ། ཚད་མ་རིག་པ། དངོས་གནས་དོན་ད་དཔེ། རྒྱུ་མཚན་དཔེ་དེ་སྐོར། རྒྱུ་མཚན་རང་གི་ཐོག་ནས་ཕར་དཔྱད་པ་བྱས་ནས་དཔེ་ཤེས་ཡ་ཞིག་ད། དེའི་ཐོག་ནས་ཉམས་ལེན་བྱས་ཅིང་དེའི་ཐོག་ནས་ཐར་པ་ཐམས་ཅད་ཤེས་པའི་གོ་འཕང་འགྲུབ་ཡ་ཤེས་གོ་ར་མ་ཐོབ་ཅིག་པའི་དད་པ་བྱས་ནས་དེ་འདྲ་ཅིག་བྱས་ནས་ལས་སླ་པོ་ཅིག་ཤེས་གོ་མ་ར་བ་ད་དེ་འདྲ་གི་རྒྱུ་མཚན་སྤུས་དག་པོ་དེ་ཚོ་ད་ལྟ་བོད་སྐད་ནང་ལ་མ་གཏོགས་ད་ལྟ་ཕ་ཆེ་ད་ཕ་ཆེ་ཁག་པོ་རེད་ད་ཆ་ཚང་ཞིག་ཁག་པོ་རེད་ར་བ་དེ་འདྲ་ཡིན་འདུག་ད་ནི།

ཅེས་སོ། བྱས་ཙང་ཚད་མ་རིག་པ་ཐོག་ལ་ཡང་ཐུགས་སྣང་གནང་ན་ད་ཚད་མ་རིག་པ་དེ་གི་འགྲོ་སྟངས་དེ་བོད་སྐད་ནང་ལ་སྤུས་དག་པོ་ཞིབ་འཇོག་ད་ངས་ད་གི་དཔེ་ཅིག་ཞུས་སོང་ང་ད་ག་ཚད་ཕྱོགས་ཆོས་དེ་ཆ་ཁྱབ་པ་ཡི་གཏན་ཚིགས་དེ་ནི་ནམ་སོ་གཉིས་མེད་ན་མི་འཇུག་ངས་ཆོས་གཏན་ཚིགས་ལྟར་ན་དེ་ལས་གཞན་ཚད་ད་དེ་འདྲས་ཅིག་ང་ཚོ་ལོ་ཁ་ཤས་སྦྱངས་དེ་གོ་རེད་ཨོ་དེ་ཡང། ད་དེ་རྣམ་གཞག་དེ་ཤེས་ན་དངོས་གནས་ཁྲོ་ནད་ནི་པེ། ད་ད་ནི་ང་ཚོས་སྨན་དུ་བ་སྨན་ཕྱི་རྒྱལ་གྱི་སྨན་དེ་ཚོ་ནང་ལོགས་ལ་སྨན་དེ་གཅིག་ཟ་དུས་ད་ནི་གཅིག་ཕན་དང་ཕན་གྱོར་ཡང་སྨན་གྱི་ཕྱོགས་གཅིག་ནས་ཡང་དེ་གི་གནོད་གི་འདུག་ཨ side effect ལགས་གི་རེད་བ། དེ་ག་རེས་ན་ཨ་ནི་སྨན་དེ་སྨན་དེ་ད་སྨན་རྡོག་རྡོག་ཅིག་བཟོ་གི་རེད་བ། དེ་ཨ་ནི་དེ་ནི་སྨན་དེ་ན་ཟ་དེ་ལ་ཕན་པའི་ཆ་བ་དག་ལབ་ན་ཕ་ཆེ་འདོད་ལ་དོ་ཁ་བོ་ཡང་རེད། ཕན་པའི་ཆ་བ་ལྟ་སོང། ད་ནི་སྨན་དེ་གིས་ཕན་པ་མ་གཏོགས། ན་བཟའ་དེ་ལ་བལྟས་ཏེ་ཕན་པ་མ་གཏོགས་ཨ་ནི་གཟུགས་པོ་གཞན་དག་ལ་མི་གནོད་པའི་ཆ་བ་ལྟ་སོང་ན། ད་ལན་རྒྱག་གི་ཐུག་མི་འདུག་ཨ། ད་དེ་ཁྱབ་བདག་དེ་ཡག་པོ་མ་བྱུང་བར་བ།

བྱས་ཙང་ཚད་མ་རིག་པའི་སྐོར་དེ་ད་བོད་སྐད་ནང་ལ་སྤུས་དག་པོ་ཞུ་བཞག་རེད། དེ་ཆ་ཚང་དུ་བོད་སྐད་ཤེས་ན་མ་གཏོགས་ཡོང་གི་མ་རེད། ཨིན་ཇི་ཡག་པོ་ཡོད་ན་ཡང་ཕ་ཁག་པོ་ཞེ་བོ་རེད། བོད་སྐད་རང་གི་ཐོག་ནས་རྒྱབ་ནས་སྦྱངས་ན་ད་དཔེ་དེ་དངོས་གནས་དཔེ་དེ་ད་སྤུས་དག་པོ་ཞིག་ཤེས་གི་རེད། མི་སླུ་བ་ཟླ་བ་རེད་ཚད་མ་སུ་མི་སླུ་བ་ཟེར། མི་སླུ་བ་ག་རེ་ཟེར་ན་གཞལ་བྱའི་དོན་ལ་མི་སླུ་བ་ཟླ་བ་རེད། གཞལ་བྱའི་དོན་ལ་མི་སླུ་བ་ལ་ན་ག་རེ་ཟེར་བ་རེད་ད་ད་ངེད་ཀྱིས་ཕ་གིའི་ལྕགས་ལག་ཅིག་མཐོང་གི་འདུག་ན་ཨ་ཕས་ཁྱེད་ལ་དེབ་ཅིག་འདུག་ཟེར་ན། ད་ངས་བསམ་བློ་ཅིག་དེབ་འདུག་བསམ་ཁའི་བསམ་བློ་ཅིག་ཡོད་རེད་པ། དེ་མི་སླུ་བ་ཡིན་ན། ངས་བསམ་བློའི་མཐོང་པ་ན་ཞིག་ཕ་གིའི་ལ་དེབ་ཅིག་ཏག་ཏག་ཡོད་དགོས་བ་རེད། ད་ངེད་ཀྱི་མིག་དེ་འཕྲུལ་ནས་མཐོང་ཡས་ཀྱི་དེབ་འདྲ་པོ་ཞིག་མཐོང་ཡས་ཀྱི་ཕ་གས་ལ་ཡ་ད་ག་ཚོད་ཞུ་ཞུ་གི་ཞེ་འདག་ཞག་ཞིག་ཡོད་ན་ཨ་ནི་ངའི་བསམ་བློ་དེ་ག་རེ་མི་ལོ་བ་ཆགས་ཡོད་མ་རེད་ག་རེ་ཟེར་ན་དེ་མཐོང་པ་ད་ཕ་གས་ཡོད་པ་ནི་ར་ཐུག་མ་སོང་ཨ་ར་ཐུག་གི་མི་འདུག་ཨ་མ་འདུག་ད་ཕ་གས་རྩེད་ག་བྱེད་ན་དེབ་དེ་ཚོ་རྙེད་ག་བྱེད་ན་དེབ་རྙེད་ཀྱི་མ་རེད་བ་ཨ་བསླུ་བ་རེད་བསླུས་བ་རེད་ཅེས་སོང་ཨ་ཨ་དེ་ན་སྐད་ཆ་བཤད་ན་ད་ག་རེ་བ་སྐད་ཆ་ཅིག་བཤད་ནས་ཀོ་སྐད་ཆ་བཤད་པ་ན་ཞིག་དོན་དག་ཏག་ཏག་འདུག་ན་དེ་སྐད་ཆ་དེ་མི་བསླུ་བ་རེད་ཚད་མ་རེད། སྐད་ཆ་བཤད་པ་གང་ཞིག་ལ་དེ་ལ་ཡང་ནོར་འཁྲུལ་གྱིས་བཤད་འོང་ན་ག་རེ། སྐད་ཆ་དེ་ཚང་མ་མ་རེད་པ། ཨོ་དེ་འདྲས་ཀྱི་ཐོག་ནས་རྣམ་བཞག་བཤད་འོང་དུས་བོད་སྐད་དེ་དཔེ་མ་སྲིད་པའི་ད་ཁུངས་དག་པོ། ཨེ་ལྷག་པར་དུ་བོད་རྟགས་གསལ་བཏང་ཡས་དུས་འདི་ད་ཞི་བོ་ཅིག་ད་ཁུངས་དག་པོ་རེད། དེ་ཡིན་དུས་ད་ནི་བོད་པའི་སྐད་ཡིག་དེ་གི་དེ་ལས་ཀ་དེ་བྱེད་དགོས་ཕྱག་ལས་དེ་གནང་གི་ཡོད་རེད། ནང་ཆོས་གཏིང་རིང་པོ་དཔེ་དེ་ད་ལྟ་དཔེ་དེ་ང་ཚོ་ད་སོ་སོའི་སྐྱེ་བོའི་ས་ནས་དཔེ། ཐར་པ་ཐམས་ཅད་ཀྱི་གོ་འཕང་ཐོབ་ཡ་བར་དུ་ལ་ཡོད་པ་ཆ་ཚང་ཤེས་ཡན་གྱི་སློབ་སྦྱོང་ཆ་ཚང་སྤྲད་ཐུབ་དགོས་ཅིག། དེ་གང་ལ་ཐེ་བའི་རྒྱུ་མཚན་པའི་ཚད་མ་ཚད་མའི་སྒོ་ནས་རྒྱུ་མཚན་དུ་གང་ག་གཏན་ལ་དཔག་མེད་པ་ཆ་ཚང་ཤེས་ཐུབ་དགོས་ཅིག། དེ་ཡན་གནས་པའི་ཉམས་ལེན་བྱེད་སྟངས་རིམ་པ་བརྒྱད་ཆ་ཚང་བྱེད་པའི་གེགས་པ་སངས་རྒྱས་གོང་འོག་བར་དུ་མ་གཏོགས་བར་དུ་ཆ་ཚང་པའི་བསྟན་མཁན་དེ་བོད་པའི་སྐད་ཡིག་རེད། དེ་འདྲ་ཡིན་པ་སོང་ཙང་བུད་པའི་སྐད་གལ་ཆེན་པོ་རེད་བཞག་ཟེར། ཨ་ནི་དེ་ག་རེ་བྱེད་དགོས་ཟེར་ན། ཨ་ད་དེས་ཀྱིས་སྡུག་བསྔལ་ཐམས་ཅད་མེད་པར་བཟོ་དགོས་བ་རེད་བདེ་བ་ཐམས་ཅད་སྒྲུབ་དགོས་བ་རེད་ཟེར། ཨེ་དགོས་ཡ་བདེ་བ་ཐམས་ཅད་རེད་མོ་དགོས་ཡ་སྡུག་བསྔལ་ཐམས་ཅད་རེད་བ། ཨ་དེ་ཆ་ཚང་སེལ་ཐུབ་དགོས་ཟེར་ན་བུ་ཡིས་དེ་ལས་འགན་ཆེན་པོ་བྱེད་ཀྱི་འདུག་ཟེར། ལས་འགན་དཔེ་མ་ཟིན་ཆེན་པོ་བྱེད་ཀྱི་འདུག་གལ་ཆེན་པོ་རེད་བཞག་ཟེར། ནང་པའི་རིག་གནས་དེ་དེ་རེད་ཟེར། དེ་གལ་ཆེན་པོ་ཞིག་པོ་རེད་བཞག་ཟེར། ཨ། ད་ངས་ད་ལྟ་ཚིག་ཁ་ཤས་བཤད་དུས་ཚང་གཅིག་ཅིག་ལས་སླ་མདོག་ཁ་བོ་བཤད་རེད་འདོད་མ་གཏོགས་སློབ་སྦྱོང་བྱེད་དུས་དེ་འདྲའི་ལས་སླ་པོ་རང་ད་ཡོད་མ་རེད་ཡིན་ན་བོད་པའི་སྐད་ཡིག་དེ་གི་ཆ་ཚང་ཁུངས་སྐྱེལ་ཐུབ་གི་རེད་ཧུམ། ད་གཞན་དག་ག་རེ་ཡོད་ན་ངས།

ཆ་ཚང་ཚང་འདུག་ཨེས། གོ་ཚོད་ཚང། ད་གིན་ང་ཚོ་ཚན་རིག་ཅིག་ང་ཚོའི་ལག་པ་ཇུས་སུ་བྱས་ཡིན་པ། ཨང་རྩིས་ལག་པ་ཇུས་སུ་བྱས་ཡིན་པ། ད་དེ་ན་སྤྱི་ཚོགས་ཚན་རིག་ཡོད་རེད་ཚོང་གི་སྡེ་ཚན་ཡོད་རེད་དེ་ནི་ད་ད་མང་པོ་ཞུ་ཡོད་རེད་པ། དེ་སྐད་དེ་ཚང་མ་ལ་སྦྱངས་ན་ཨ་ནི་གཅིག་པ་གིས་མི་དེ་རྦད་དེ་ཁོ་རང་དངོས་གནས་དྲང་གནས་མི་སྤུས་དག་པོ། མི་རྦད་དེ་ཚད་མ་རེད་པ། ཨ་ནི་དེ་ན་བཞིན་མི་དེ་གིས་རྦད་སོ་སོའི་དོན་ཡིན་ན་རྦད་རྦད་མ་འཁྲུལ་བ་བྱེད་ཐུབ་ངེས། མི་ལ་ལམ་ཀ་བསྟན་པ་ཡིན་ན་མ་འཁྲུལ་བ་ཡག་པོ་ཅིག་བསྟན་ཐུབ་ངེས་ཅིག

ད་ཡིན་ན་དེ་ག་ད་ག་ང་ལ་སྦྱངས་ནས་ད་ཟེར་དེ་སྦྱངས་ནས་སྦྱངས་སྦྱངས་སྦྱངས་སྦྱངས་ན་ད་ཨ་ནི་ཅིག་ཉོན་མོངས་ཉུང་དུ་འགྲོ་གི་རེད་བས་ཟེར་སྡུག་བསྔལ་རྒྱུ་ཉུང་དུ་འགྲོ་གི་རེད་བས་བདེ་བའི་རྒྱུ་མང་དུ་འགྲོ་གི་རེད་ཟེར་ན་ཁག་པོ་རེད་འདུག་བ། དེ་འདྲ་ཡིན་པ་བཙོན་ད་ད་དེར་སངས་རྒྱམ་ཁུ་རུབ་ཀྱིས་འདིའི་ཐོག་ལས་ཤུགས་ཞི་རགས་སྐྱོན་གནང་གི་འདུག་བ། ཤེས་ཡོན་དེ་ནང་ལོགས་ལ་ཡ་ད་ཤེས་ཡོན་ད་ད་དེང་དུས་ཀྱི་ཤེས་ཡོན་སྤྲད་ཡ་དེ་ག་དེ་ག་ང་ལ་ད་མི་ལ་ལག་ཆ་སྤྲད་གི་ཡོད་བས་སུ་ད་ར་ཅིག་རེད་ཤག་ཟེར། ལག་ཆ་དེ་བེད་སྤྱོད་ག་བ་གཏང་གི་རེད། ར། བེད་སྤྱོད་བསྡུ་བ་ཇི་ལྟར་བཏང་གི་རེད་ཡག་ཇི་ལྟར་བཏང་གི་རེད་ག་བ་བཏང་གི་རེད་ཟེར་ཏེ་རྩད་གཅོད་བཏང་ག་འགྲོ་ན་ད་མི་དེ་ཡག་པོ་བྱོས་ན་ནི་ཡག་ས་ཇི་ལ་བེད་སྤྱོད་བཏང་གི་རེད་བ་མི་སྡུག་ཅག་བྱོས་ན་སྡུག་ཅག་ལ་བེད་སྤྱོད་བཏང་གི་རེད་བ་བྱས་ཙང་ཀ་ད་དེའི་ཤེས་ཡོན་གྱི་ལམ་སྲོལ་དེ་ནང་ལོ་མི་ཡག་པོ་བཟོ་ཡག་གི་གནད་འགག་དེ་ཡོད་ཚེ་ཚང་གི་མེད་མེད་བའི་བཟོ་བལྟ་རེ་ཅིག་འདུག་གསུང་གི་ཡོད་རེད་ཨ། གནད་འགག་ཆེ་ཤོས་དེ་རེད་བ་ད། ངའི་ལག་པ་ལ་རྡོ་སྤགས་སུ་བཞག་ནས་རེད་བ་རྡོ་སྤགས་སུ་བཞག་ནས་ད་ཁྱེད་རང་བེད་སྤྱོད་བཏང་ཟེར་ལབ་རེད་བ་ག་བ་བེད་སྤྱོད་བཏང་གི་ན་ཁྱེད་རང་རང་དབང་ཅན་བཏང་ལབ་ན་ད་ངའི་ལག་པ་ལ་རྡོ་སྤགས་སུ་ཡོད་རེད་བ་ཧུང་ཧུང་ཨ་ནི་ངའི་ལག་པ་སྤྲད་ཚར་རེད་ད་ཧུང་སྤྲད་ཚར་རེད་བ་ད་ངས་ཁྱེད་རང་ཚོ་སྒང་ལ་བཞུད་འགྲོ་ཡོད་ན་ག་རེ་བྱེད་འགྲོ་ཡོད་རེད་བ་ཨ་ད་ང་ལ་བསམ་བློ་བྱེད་ནང་བེད་སྤྱོད་སྙིང་རྗེ་ཟེར་མཁན་གོ་བ་རེད། མི་ལ་གནོད་སྐྱོན་སྐྱེལ་རྒྱུ་ཡང་མ་རེད། སྡུག་བསྔལ་སེམས་ཁྱོད་སྦྲེལ་རྒྱུ་ཡང་མ་རེད། མི་ལ་སེམས་ཅན་སུ་དང་གནས་པའི་བདེ་སྐྱིད་ཟེར་གོ་བ་རེད་ཟེར་བསམ་བློ་ཅིག་ཡོད་ན། རྡོ་དེ་ལག་པ་ལ་བཞག་ན་ཁལ་ཁོ་ཅིག་ཡོད་མ་རེད། རྡོ་དེ་ལག་པ་བཞག་ན་ཕ་ཆེ་ཕ་ཐུ་ཡང་བཞག་བཞག་གི་རེད་ཕ་ཟེར་ཐུ་བ་བཞག་བཞག་གི་རེད་བ། ཨ། ག་རེ་ཟེར་ན། སེམས་ཀྱི་ནང་ལོགས་ལ་ཡང་མི་ལ་སེམས་ཅན་ལ་གནོད་བྱེད་རྒྱུ་ཡོད་མ་རེད་སེམས་ཅན་ལ་ཕན་པ་བྱེད་དགོས་རེད་སེམས་ཅན་གྱི་བདེ་བ་བསྒྲུབ་དགོས་རེད་སྡུག་བསྔལ་སེལ་དགོས་རེད་ཟེར་ཏེ་བསླབ་བྱ་དེ་བསྐྱོན་བཞག་ཡོད་རེད་བ། དེས་ད་ལྟ་ཤེས་ཡོན་གྱི་ལམ་སྲོལ་རྒྱ་ཆེན་པོ་ནང་ལ་མི་འདུག་གསུང་དགོས་བ་རེད། མེད་པའི་སོབ་ལྟ་ར་བ་ཞིག་འདུག་ཟེར་དེ་ཡིན་པ་སོམ་ད་ད་ལྟའི་གི་ཤེས་ཡོན་ལམ་སྲོལ་ཡོད་པ་དེ་སྒང་ལ་ཨ་ནི་མི་བུ་དག་པོ་བཟོ་ཐུབ་པ་ཡིན་ན་ཨ་ནི་ཤེས་ཡོན་ཡོད་པ་དེ་ག་དེ་ག་ག་ལ་མིའི་སྤྱི་ཚོགས་ལ་ཕན་ཐོག་ཡོང་མཁན་ཅིག་བཟོ་ཐུབ་ས་རེད་ཕན་ཐོག་ཡོང་མཁན་ཅིག་བསྐྲུན་ཐུབ་ས་རེད་གསུང་དགོས་རེད་མཁྱེན་གི་འདུག་ཨེ། ངས་ལས་སླ་པོ་ཞུ་ཞུ་ག་བྱེད་ཀྱི་ཡོད་ད་ལས་སླ་པོ་མེད་ད་ང་རང་གིས་ཤེས་ཀྱི་ཡོད་མ་རེད་ཨ་འོང་ཨ་འདི་རེད། ད་དེ་ཚོའི་གྲངས་དེ་ང་ཚོ་གི་ཨ་མཆོག་འཁོར་བ་ཙམ་འགྲིག་གི་མི་འདུག་ཨ། སེམས་ལ་ངེས་པ་ཉེས་པ་ཅིག་དགོས་བ་རེད། ཨོ་དེ་དངོས་གནས་རེད་ཤག་ས་ཧོ་རེད་ཤག། དཔེར་ན་ད་ང་ཚོའི་ཨ་མེ་རི་ཀ་གི་ད་ལྟ་དེའི་གཏོར་ངན་དེ་ག་ས། Twin Tower གཏོར་ངན་དེ་གཏོར་ངན་མི་འབྱོར་བ་ཁོ་ཚོ་ལ་ཡང་དངུལ་ཡོད་འདུག་ཨ། ཨེ་ཁོ་ཚོ་དེ་ཚོ་ག་ཀླད་པ་འདུག་ཨ། ཀླད་པ་དཔེ་ཡོད་རེད་ད་ད་ཁོ་ཚོ་ཤེས་ཡོན་སྦྱངས་ཡོད་རེད། ད་ག་རེ་བྱས་གཏོར་རེད་ཁོ་ཚོས་ཨ། ག་རེ་བྱས་གཏོར་རེད་ལབ་ན་ད།

སློབ་སྦྱོང་ཡ་བྱམས་པ་དང་སྙིང་རྗེ་གི་རྩ་བ་ཅན་གི་ཤེས་ཡོན་ཡག་པོ་མ་བྱུང་ན་འཛམ་བུ་གླིང་འདི་ནང་ལོ་ལ་དཀའ་ངལ་མང་དུ་མང་དུ་མང་དུ་འགྲོ་ས་རེད། བྱས་ཙང་ད་ནང་ཆོས་སུ་བེད་སྤྱོད་མ་དང་སྐྱབས་མགོན་རིན་པོ་ཆེ་གིས་བྱམས་པ་དང་སྙིང་རྗེ་ཟེར་ཏེ་སེམས་ཅན་སུ་ལ་ཡིན་ན་དགོངས་ངེས་ཅིག་རེད་འདུག་ཨ། དེ་བེད་སྤྱོད་བཏང་བྱས་ད་ང་ཚོ་བལྟས་ཏེ་ཅིག་འཆམ་མཐུན་བྱེད་དགོས་ཀྱི་འདུག་གསུང་ཡ་ཅིག་བསླབ་བྱ་ཅིག་སྐྱོན་གྱི་འདུག་ཨ། དེའི་སྔོན་ནས་བལྟས་ན་རྩ་བ་པའི་གྲྭ་རྒྱལ་པོ་རྒྱུ་མཚན་དང་བཅས་པ་དེ་ཚང་མ་ནང་ཆོས་ནང་འབྲི་ཤེས་སྐྱོན་བཞག་ཡོད་རེད་པས་མང་པོ་ཞི་བོ་ཡོད་རེད་པ་ད་པས་ཧོ། བྱང་ཆུབ་སེམས་སྐོར་ལ་ག་ཚོད་ཡོད་རེད། སྙིང་རྗེ་ཆེན་པོའི་སྐོར་ལ་ག་ཚོད་ཡོད་རེད་རེད་བ། འོ་འོ་དེ་འདྲ་ཡིན་དུས་ད་ནི་དེ་སྐད་དེ་ད་ནང་ཆོས་སུ་བེད་སྤྱོད་མ་བཏང་ན་དེ་ནང་ཆོས་ནི་ཡོད་པ་བསླབ་བྱ་དེ་སྐད་དེ་ཕ་གས་བཅུག་ན་ཨ་ནི་ཤེས་ཡོན་གྱི་ལམ་སྲོལ་དེ་པ་དེ་ཆ་ཚང་ཆགས་ས་རེད། ད་ལྟའི་གི་ཤེས་ཡོན་ལམ་སྲོལ་དེ་སྒང་ལ་དེ་སྐད་དེ་པ་བཅུག་པ་ན་ཆ་ཚང་ཆགས་ནི་ཨ་ནི་མི་དེ་དངོས་གནས་དྲང་གནས་པ་གས་ཤེས་ཡོན་མང་པོ་ཡོད་པ་གང་ཞིག་ལ་བསམ་པ་དགོས་པ་བཟང་པོ་ཅིག་ཡོད་ན། ཨེ་ན་རང་བཞིན་གཉིས་ཆ་ལོག་ལ་བདེ་སྐྱིད་ཡོང་མཁན་ཞིག་ཆགས་ས་རེད་ཟེར་ཀ་གནང་གི་འདུག་ཨ། དེས་ད་བོད་པའི་སྐད་ཡིག་དང་ནང་ཆོས་དེ་ནང་ལ་ཡོད་པ་འདྲ་པོ་ཞིག་རེད་ད། ཨ། གནད་འགག་ཆེན་པོ་རེད་མི་དཔེ་སྟོང་ཕྲག་མང་པོ་ཁྲི་ཕྲག་མང་པོ་ཕན་ཡ་རེད་བ། ཨོ། ད་རྫོགས་པ་ཡིན་ས་རེད། ཨ། ད་རྫོགས་པ་ཡིན་ས་རེད་ཨོ།